ཨོ་ལ་སོ། ཚང་མ་ལ་བཀྲ་ཤིས་བདེ་ལེགས། ང་ལེ་ཚན་འདི་སྙན་སྒྲོན་ཞུ་མཁན། བློ་དཔོན་ཚུལ་ཁྲིམས་རྡོ་རྗེ་ཡིན། ཨན་སན་སི་ནང་གི་ཚང་མ་ལ་ཡང་ཕེབས་པ་ལ་དགའ་བསུ་དང་འཚམས་འདྲི་ཞུ། ཨོ་ལ་སོ་ནི། དེ་རིང་ངས་ཁྱེད་རྣམ་པ་ཚོ་ལ། ང་ཚོའི། སླེབས་ལ་ཉེ་བའི་ཨ་ནི་ཆོས་འཁོར་དུས་ཆེན་དང།

མ་ནི་གཞན་པ་ལ་སྲུང་དགོས་དྲན་ན་ཡང་ད་ཉན་མཁན་དང་མེད་འོང་སྟེ་ཁོང་གིས་ད་གནས་སྐབས་རིང་ཆོས་དེ་མ་སྲུང་བ་ཕ་ཞག་རེད་ཟེར་གོ་རེད། འདི་འདྲ་ཡིན་དུས་ང་ཚོས་བླ་ཚངས་པ་དང་བླ་རྒྱ་ཆེན་དེ་ཚོས་གིས་ཡང་ནས་ཡང་དུ་སངས་རྒྱས་ལ་གསོལ་བ་བཏབ་ནས་ཁྱེད་རང་གི་ཆོས་འཁོར་བསྐོར་རོགས་བྱེད་ཆོས་འཁོར་བསྐོར་རོགས་བྱེད་ལ་ནས་གསོལ་བ་བཏབ་ནས་འོ་འདི་འདྲ། ཚངས་པ་དང་བརྒྱ་བྱིན་འདི་ཚོས་ཀྱི་ད་གསོལ་བ་བཏབ་པ་ནང་བཞིན་བྱས་ནས་ཨ་ནི་ང་ཚོས་ད་ཆ་གི་སྟོན་པ་ཤཱ་ཀྱ་ཐུབ་པ་དེ་ཡུལ་ཝཱ་ར་ཎཱ་སི་ལ་ཕེབས་བྱས་ནས་བཀའ་དང་པོ་དེང་ཤིག་གི་ཆོས་འཁོར་དེ་བསྐོར་རེད་ཟེར་བ་རེད། ཨོ་དེ་འདྲ་བོ་དེ་འདྲ་བོ་གི་བཀའ་དང་པོ་དེང་ཤིག་གི་ཆོས་འཁོར་བསྐོར་བ་ནས་བཟུང་སྟེ་ཨ་ནི་ང་ཚོས་ག་རེ་ཆོས་འཁོར་དུ་བཞེངས་ཟིན་ན་ཨ་ནི་ང་ཚོས་གཅིག་ནང་པ་སྤྱི་དང་བྱེ་བྲག་ཏུ་ང་རང་ཚོ་གི་དེང་སང་བོད་བརྒྱུད་ནང་བསྟན་རེད་ཧི་མ་ལ་ཡའི་རི་ཆུ་འདི་ཚོས་ཀྱི་ད་ག་རེ། བོད་ཟླ་དྲུག་པར་གྱི་ཚེས་པ་ཞིག་སྟེ་ཆུ་མགོ་འདུ་བྱེད་རེད་ཟེར་ནས་ང་རང་ཚོ་གི་ད་དུས་ཆེན་རྩ་ཆེན་པོ་ཞིག་ལ་ད་ང་ཚོ་ངོ་འཛིན་བྱེད་དགོས་རེད་ཟེར་གོ་རེད་ད་དེའི་སྐབས་སུ་ང་ཚོས་ལྷག་པར་དུ་ང་ཚོས་ནི་སངས་རྒྱས་ཤཱཀྱ་ཐུབ་བུ་གི་རྗེས་འཇུག་བྱེད་ཡིན་དུས་ཨ་དེའི་སྐབས་སུ་སངས་རྒྱས་ཀྱི་ད་ནི་ཁར་ས་རྡོ་དང་ད་སངས་རྒྱས་ཀྱི་ད་བུམ་རྗེས་འབྲེལ་དེ་གསུམ་འདི་ཚོ་རེད་དེ་ག་ནང་བཞིན་གྱི་ད་བཀའ་འགྱུར་འདི་ཚོ་རེད་འདི་ཚོ་ལ་ད་ཀློག་དགོས་ཡ་དང་འདི་ཚོ་ལ་མཆོད་པ་བྱེད་དགོས་ཡ་དང་ཨ་དེ་ཚོ་ང་ཚོའི་གི་ད་ག་རེད། ཨ་ཧ་འདི་ཚོ་ང་ཚོའི་གོམས་གཤིས་བཟང་པོ་ཅིག་ད་སྙམ་མ་ནི་ད་ཅིག་ཡོད་དེ་ཅིག་ཆག་གོ་ད། འདི་འདྲས་ཡིན་དུས་ད་འདི་འདྲས་ཀྱི་ད་ཆོས་སྐུ་དུས་ཆེན་གྱི་ཉིན་མོ་འདི་ལ་ང་རང་ཚོས་ཀྱི་ནི། གེ་བ་གང་དང་གང་བྲུས་པ་ཡིན་ན་ཡང་ནམ་རྒྱུན་དང་མི་འདྲ་བའི་ཀྱི་ད་གེ་བ་ཆ་བྲུས་ཡ་ཡོད་རེད་འདི་ཡིན་དུས་ཨ་འདི་ཉིན་མོ་འདི་ལ་ང་རང་ཚོས་ཀྱི་གེ་བ་བསྒྲུབ་དགོས་དང་གེ་བའི་ལས་ལ་བརྩོན་དགོས་དེ་ནི་ཧ་ཅང་གི་ནི་གལ་ཆེན་པོ་ཅིག་ཆག་གོ་རེད། ཨ་འདི་ག་ནང་བཞིན་གྱི་ཨ་ནི་དེ་འདྲས་ཀྱི་དུས་ཆེན་གྱི་སྐབས་སུ་ཡིན་ཡིན་པ་ཡིན་ན་ཡང་ང་ཚོའི་མི་དགེ་བའི་ལས་དེ་ཚོ་ལ་འཛེམ་དགོས་ཡང་ཨ་ནི་ཧ་ཅང་གི་གལ་ཆེན་པོ་ཆགས་དགོས་རེད་ཨ་ནི་མི་དགེ་བའི་ལས་ཨ་ནི་གང་དང་གང་བསགས་པ་ཡིན་ན་ཡང་ནམ་རྒྱུན་དང་མི་འདྲ་བ་ཅིག་ཆགས་དགོས་རེད་འདི་ཡོད་འདི་ཨ་དེ་ཚོ་གི་ལས་དེ་ཚོ་ལ་ཡང་ད་མི་དགེ་བའི་ལས་དེ་ཚོ་ལ་འཛེམ་དགོས་ཡང་གལ་ཆེན་པོ་ཅིག་ཆགས་དགོས་རེད་ཞུ་ཡང་ཡིན།

ཨོ་ད་དེ་དང་འབྲེལ་བའི་སྒོ་ནས་དེའི་སྐབས་སུ་ད་ང་ཚོ་སངས་རྒྱས་བཅོམ་ལྡན་འདས་ཀྱིས་ཆོས་ག་རེ་གསུངས་རེད་ལབ་པ་ན་ད་བདེན་བཞི་གི་ཆོས་དེ་གསུངས་རེད་ཟེར་དགོས་རེད། དེ་ཡང་ག་འདྲ་ཡིན་ང་ཚོའི་རྣམ་དཔྱོད་རྡོ་རྫི་མཛོད་ལས་གསུངས་བ་ནང་བཞིན་གྱི། སངས་རྒྱས་བཅོམ་ལྡན་འདས་ཀྱིས་ག་རེ་གསུངས་ཡོད་རེད། དུག་ལྔར་ཤེས་པར་བྱ། ཀུན་འབྱུང་སྤོང་བར་བྱ། འགོག་པ་མངོན་དུ་གྱུར། ལམ་བསྒོམ་པར་བྱེད་ལ་ནི་གསུངས་ཡོད་རེད། ཨོ་དེ་འདྲ་བའི་གི་ད་བདེན་བཞི་གི་ཆོས་འཁོར་འདས་ཚོ་གསུངས་རེད་ཟེར་དགོས་རེད་ད། ཨོ་དེ་འདི། དེ་འདྲ་བའི་གི་ད་བདེན་བཞི་གི་སྐོར་ལ་ཨ་མྱེས་ཁྱེད་རྣམ་པ་ཚོ་ལ།

ཁྱེད་རྣམ་པ་ཚོ་ལ་ཐོག་མའི་བཟོད་ཡ་དང་ཁྱེད་རྣམ་པ་ཚོ་ལ་ཕན་འབེད་ཀྱི་རེ་བ་ཡོད་ཨོ་ལ་སོ་ནི། ཚང་མ་ལ་སེང་སེང་ནང་གི་ཚང་མ་ལ་བཀའ་དྲིན་ཆེ། ཐུགས་རྗེ་ཆེ། ནི། ཚང་མ་སྐུ་གཟུགས་ལ་ཐུགས་ཅག་གནང་གོ། ནི་ང་ཚོ་ཡང་སླར་ཡང། ནི། ལེ་ཚན། ཆུང་མ་དེ་ལ་བརྗེད་འོང། ལ་སོ་ཚང་མ་ལ་བཀྲ་ཤིས་བདེ་ལེགས།